བདེ་གསལ་གདའ་བ་བརྩེ་བ་ཅི་གླེང་བགྱི། སངས་རྒྱས་སྟོན་པ་ཤཱཀྱ་ཐུབ་པ། འགྲོ་བ་ཡོངས་བཞག་ལམ་སྟོན་གནང་ཡོད་ཆེད་དུ། དང་པོ། འཛམ་གླིང་འོག་སུ་སྐྱེ་བ་བཞེས་གནང་ཡོད་དུས་ཆེན། ལམ་སྟོན་གནང་འོག་ཏུ། སོ་སོའི་ཆོས་རྣམ་དག་འདི་ཡང་ན། སྡུག་བསྔལ་ཡོངས་རྫོགས་ལས་ཐར་ཡུལ་ནོར་དཀའ་རྙོག་ཆེད་དུ་གཉིས་པ། སངས་རྒྱས་ཡོད་དུས་ཆེན།

རྒྱལ་བ་སར་གནང་ན་དེ་ལས་མང་ཤོས་བསགས་ཏེ་ཡིན་མོད་ནོ། དུས་ཚོད་རྩ་ཐེམ་ནི་ཡིན་ནུས་བསམ་ཟིན་མི་གི། དུས་ཚོད་ཨི་ཅི་རྩ་ཐེམ་ཤོང་མ་ཤོང་ཅི། དུས་ཚོད་ཨི་ཅི་རང་རང་སོ་སོ་སི། ཆོས་ལས་ཀ། རྩ་ཐེམ་དེ་ཡག་བལྟས་མི་བལྟས་བཞག་རག་ལས་དུམ་ཤོག། དེ་བཞིན་ཡོངས་རྫོགས་ཟིན་ཡིན་རིག་པ་ལྡེའུ་དེ་གྲིམ་ཡ། ཡར་བླ་མ་དཀོན་མཆོག་བྱ། ཕྱག་མཆོད་འབུལ། གཟིམ་མ་མ་དེ་ནི་ཡིན། མར་སེམས་ཅན་སུ་དེ་བྱ་ཡིན་ནི། སེམས་ལྡེའུ་དེ་ཡར་སྣང་ཡོད། རས་གོས་གནས་ཡིན་མོད་མདུན། སེམས་སྟེང་དུར་བྱུད་དུ་ཡིན། བདུད་བཞི་རྩ་དེ་ནི་དབུ་དང་ཐིག། ཀ་འུ་མུ་ནུ་ཡ། ལན་དེ་ཡ་ཡ། ཡར་མར་བགེགས་གོ་ལས། ལས་ཀ་ཡ་གོ་ལས། ཁ་སྟོང་པ་རོ་གོ་ལས། སེམས་པ་ལྡེའུ་དེ་ཐོག། སྟོན་པ་སངས་རྒྱས་བཅོམ་ལྡན་འདས་སྐུ། སྔགས་འདི་ག་རེ་ན། སྔགས་མི་རིང་དེ་ན་བཅས། གང་གི་ཐུགས་བརྩེ་ཉེར་བཟུང་ནས། ལྟ་བ་ཐམས་ཅད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་མཛད་པ། གོ་བསྡམ་བཟླས་ལ་ཕྱག་འཚལ་ལོ། ཨེ་ཟེ་ཡ། སེམས་ལེའུ་གཙང་མ་དེ་འཁོར་མཛད། ཨོ་མོ་ནི་མོ་ནི་མ་མོ་ནི་ཧེ་སོ་ཧ།

དེ་བཞིན་གཤེགས་པ་ཁྱེད་སྐུ་ཅི་དྲག་དང། འཁོར་དང་སྐུ་ཚེ་ཚད་དང་ཞིང་ཁམས་དང། ཁྱེད་ཀྱི་མཚན་མཆོག་བཟང་པོ་ཅི་དྲག་བ། བདེ་དགྲ་ཁོ་ནར་བདག་སོགས་འགྱུར་བར་ཤོག། སྟོན་པ་འཇིག་རྟེན་ཁམས་སུ་བྱོན་པ་དང། བསྟན་པ་ཉི་འོད་བཞིན་དུ་གསལ་བ་དང། བསྟན་འཛིན་བུ་སློབ་བཞིན་དུ་མཐུན་པ་ཡི། བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག། སྙན་གསན་ཡག། སེམས་གཏིང་དུལ། སྨོན་ལམ་རྣམ་དག་དེ་བཏབ་དགོས་གསུངས།